ད་ནི་ཐེག་པ་གསུམ་སྟེ་ཉན་ཐོས་ཀྱི་ཐེག་པ་དང་རང་རྒྱལ་གྱི་ཐེག་པ་དང་བྱང་སེམས་ཀྱི་ཐེག་པ་ཞེས་གསུང་གི་ཡོད་པ་རེད། འདིའི་སྐབས་ཀྱི་ཐེག་པ་ཟེར་བ་དེ་ལམ་ལ་ལབ་ཀྱི་ཡོད་པ་རེད། རང་གི་བསྒོམ་བྱ་ཀྱི་ལམ་དེ་གཞན་དོན་ལ་གཙོ་བོར་དམིགས་པ་ཞིག་ཡིན་ན་ཐེག་ཆེན་གྱི་ལམ་དང་རང་དོན་ལ་གཙོ་བོར་དམིགས་པ་ཅིག་ལ་ཐེག་དམན་གྱི་ཐེག་པ་ཞེས་ལབ་ཀྱི་ཡོད་པ་རེད། ད་ནི་ཐེག་པ་གཉིས་སུ་ཚུད་ཀྱང་ཡོད་པ་རེད་དེ་གར་ལབ་ན་ཐེག་དམན་དང་ཐེག་ཆེན་ཞེས་ལབ་ཀྱི་ཡོད་པ་རེད། དེ་ཡང་བསམ་པ་རྒྱ་ཆེ་ཆུང་རང་གི་ལམ་བསྒྲུབ་པའི་དམིགས་ཡུལ་དེ་ག་རེ་ཡིན་པ། དམིགས་ཡུལ་དེ་གཞན་གྱིས་དོན་དུ་ཡིན་ན་ཐེག་ཆེན་དང། དམིགས་ཡུལ་དེ་རང་གིས་དོན་དུ་ཡིན་ན་ཐེག་དམན། འོ་དེ་འདྲ་རེད། དེ་ནས་ཡང་རྒྱུ་ཡི་ཐེག་པ་དང་འབྲས་བུའི་ཐེག་པ་ཟེར་བའི་གཉིས་སོ་སོ་ཀྱང་ཡོད་པར་འདིའི་སྐབས་ཀྱི་རྒྱུ་ཟེར་བ་དེ་རྒྱུ་ཕ་རོལ་ཏུ་ཕྱིན་པའི་ཐེག་པ། གང་ལྟར་ཤེར་ཕྱིན་གྱི་མདོ་ལ་སོགས་པ་ཐེག་པ་ཆེ་ཆུང་གི་མདོ་ཡི་ནང་དུ་བསྟན་པས། ལམ་ཉམས་ལེན་གྱི་རིམ་པ་དང་དེ་ཡི་འབྲས་བུ་ལ་རྒྱུ་ཡི་ཐེག་པ་དང། གསང་སྔགས་བསྒྱུར་བཟླས་བཞི་ཡི་སྐབས་སུ་བསྟན་པས་ལམ་ཉམས་ལེན་གྱི་རིམ་པ་དང་དེ་ཀྱི་ཐོབ་བྱ་འབྲས་བུ་ལ་འབྲས་བུ་ཡི་ཐེག་པ་ཟེར། འོ་དེ་འདྲ་གསུང་གི་ཡོད་པ་རེད། དེ་ནས་ཉན་ཐོས་ཀྱི་ཐེག་པ་ཟེར་ན་རང་དོན་དུ་ཐར་པ་སྟོན་དུ་གཉེར་ཞིང་ཐག་མེད་ཀྱི་རྟོགས་རུས་སུ་གནས་པ། རང་དོན་དུ་ཐར་པ་དོན་གཉེར་བྱེད་སླ་བ་ཡིན་ན། འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་ཐར་བར་འདོད་པའི་བློ་ཤུགས་ཆེན་པོ་གཅིག་ལ་ངེས་འབྱུང་གི་བསམ་པ་བྱེད་སླ་གི་ཡོད་པ་རེད་དེ་ཡང་རང་ཉིད་གཅིག་བུ་འཁོར་བ་ལས་ཐར་བར་འདོད་པའོ་དེ་འདྲ་གཅིག་ལ་རང་དོན་དུ་ཐར་པ་ཐོབ་པར་འདོད་པ། ཐེག་དམན་གྱི་རྟོགས་པ་ཟེར་བ་དེ་གཙོ་བོ་གང་ཟག་གི་བདག་མེད་རྟོགས་པའི་ཤེས་རབ་ལ་ལབ་ཀི་ཡོད་པ་རེད། དེས་རིགས་སུ་གནས་པ་ཟེར་ལབ་དེ་གང་ལ་གང་ཟག་གི་བདག་མེད་གཙོ་བོར་བསྒོམ་པའི་གནས་སྐབས་ཀྱི་ལམ། ཨའོ་དེ་འདྲ་ཅིག་ལ་ཐེག་དམན་གྱི་རྟོགས་རིགས་སུ་གནས་པ་ཟེར་ལབ་ཀི་ཡོད་པ་རེད། དེ་ནས་རེག་འཇལ་གྱིས་ཐར་པ་ལབ་པ་ཡིན་ན་རང་དོན་དུ་ཐར་པ་དོན་དུ་གཉེར་ཞིང་ཐེག་དམན་གྱི་རྟོགས་རིགས་སུ་གནས་པ་དེ་གཅིག་པ་བྱས། དེ་ནས་བཟང་བ་བདེན་མེད་རྟོགས་པའི་ཤེས་རབ་ཀྱིས་ཟིན་པ་ཟེར། དེ་ནི་ཤེས་བྱ་ཀུན་ཁྱབ་ཀྱི་རང་ལུགས་ལ། ཉན་ཐོས་དང་རང་རྒྱལ་གཉིས་ཀྱི་བྱ་བར་གཙོ་བོ་དེ་ཡུལ་བདག་མེད་པ་རྟོགས་ཚུལ་གྱི་ཁྱད་པར་གྱི་སྒང་ནས་བྱ་གི་ཡོད་པ་རེད། ཉན་ཐོས་རྣམས་ཀྱིས་གང་ཟག་གི་བདག་མེད་རྟོགས་པ་དང་རང་རྒྱལ་རྣམས་ཀྱིས་གཟུང་བ་ཡུལ་དང་འཛིན་པ་ཡུལ་ཅན་གཉིས་ཀྱི་ནང་ནས་གཟུང་བ་ཡུལ་བདེན་པར་མ་གྲུབ་པ་རྟོགས་ཀྱི་ཡོད་པ་རེད། ཡིན་ན་ཡང་འཛིན་པ་ཡུལ་ཅན་རྟོགས་གི་མ་རེད་ཟེར་འོ་དེ་འདྲ་གི་བྱ་བར་བཤད་གི་ཡོད་པ་རེད། རང་རྒྱལ་གྱི་གཟུང་བ་ཡུལ་ཙམ་བདེན་པར་མ་གྲུབ་པ་རྟོགས་པ་མ་གཏོགས་འཛིན་པ་ཡུལ་ཅན་བདེན་པར་མ་གྲུབ་པ་རྟོགས་གི་མ་རེད་ཟེར་བ་འདི་སྐོར་ལ་བཤད་ཚུལ་མི་མཐུན་པ་མང་པོ་ཡོད་པ་རེད་ཡིན་ན་གཞི་ཆགས་ཀུན་ཁྱབ་ཀྱི་རང་ལུགས་ལ་འོ་དེ་འདྲ་གསུང་གི་ཡོད་པ་རེད། ད་ནི་བྱང་སེམས་ཀྱི་ཐེག་པ་ལས་ལག་པ་ཡིན་ན་ཐེག་པ་ཆེན་པོ། གཞན་དོན་དུ་སངས་རྒྱས་ཐོབ་པར་འདོད་པའི་སེམས་ཀྱིས་ཟིན་པའི་ལམ། ཉན་ཐོས་དང་རང་རྒྱལ་གཉིས་ཡིན་ན་རང་ཉིད་འཁོར་བ་དང་ངན་སོང་གི་སྡུག་བསྔལ་ལས་ཐར་བར་འདོད་ཀྱི་ཡོད་པ་རེད་དེ་ཡང་རང་ཉིད་གཅིག་པུ་ཐར་ན་འགྲིག་གི་ཡོད་པ་འོ་དེ་འདྲ་གི་བསམ་བློ་གཅིག་རེད་བྱང་སེམས་ཀྱི་ཐེག་པའམ་ཡང་ན་ཐེག་པ་ཆེན་པོ་པ་དེས་རང་ཉིད་ཐར་བ་ཙམ་གྱིས་མི་འགྲིག་པར། གཞན་སེམས་ཅན་ཐམས་ཅད་སྡུག་བསྔལ་ལས་ཐར་བར་བྱེད། འདོད་ཀྱི་ཡོད་པ་རེད། དེའི་ཆེད་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་པས་བློ་ཤུགས་ཆེན་པོས་སེམས་པའི་གནས་སྐབས་ཀྱི་ལམ་དེ་ལ་ཐེག་ཆེན་གྱི་ལམ་དེ་འདྲ་ལབ་ཀྱི་ཡོད་པ་རེད། དེ་ལ་ཐེག་པ་ཆེན་པོ་ཡང་ཟེར་གྱི་ཡོད་པ་རེད། དེ་ནས་ཐེག་མི་ལབ་པ་ཡིན་ན་གཞན་དོན་གྱི་ཁུར་ཆེན་པོ་མེད་པའི་ལམ། ཉན་ཐོས་ཡིན་ན་རེད་རང་རྒྱལ་ཡིན་ན་རེད། དེ་གའི་ལམ་དེ་ལ་གཞན་དོན་གྱི་ཁུར་ཆེན་པོ་དང་མི་ལྡན་པ་རེད། ཡིན་ན་ཡང་ཉན་ཐོས་དང་རང་རྒྱལ་གྱི། རྩ་བ་ཉིད་ནས་གཞན་དུ་སྒྲུབ་ཀྱི་མ་རེད། ཉན་ཐོས་དང་རང་རྒྱལ་ལ་སྙིང་རྗེ་རྩ་བ་ཉིད་ནས་ཡོད་པ་མ་རེད་ཟེར་བ་དེ་འདྲ་གི་དོན་དག་མ་རེད། ཐེག་ཆེན་གྱི་སྙིང་རྗེ་ལ་ལྷག་བསམ་དག་པའི་སྙིང་རྗེ་ཟེར་བ་ཅིག་ཡོད་པ་རེད། འོ་དེ་ལྟ་བུའི་སྙིང་རྗེ་དེ་ཉན་ཐོས་དང་རང་རྒྱལ་ལ་མེད་པ་རེད་མ་གཏོགས། སྤྱིར་ན་ཉན་ཐོས་དང་རང་རྒྱལ་གྱི་སྙིང་རྗེ་གི་ཚད་གཞི་དེ་ཡང་ང་རང་ཚོ་སོ་སོ་སྐྱེ་བོ་བར་བར་རྣམས་ཀྱིས་དཔག་དཀའ་བ། ང་རང་ཚོ་སོ་སོ་སྐྱེ་བོ་འཕགས་པ་རྣམས་ཀྱི་སྙིང་རྗེ་ལས་ལྡབ་སྟོང་ཕྲག་ཁྲི་ཕྲག་མང་པོ་གི་ཤུགས་ཆེན་པོ་ཡོད་པའོ་དེ་འདྲ་རེད། ཁོང་རྣམ་པ་གི་རྒྱུད་ལ་ཚད་མེད་བཞི་ལ་སོགས་པ་གཞན་དོན་སྤྲུལ་པའི་བསམ་པ་དང་སྤྱོད་པ་ཡང་ཧ་ཅང་རྒྱ་ཆེན་པོ་ཡོད་པ་རེད། ཡིན་ན་ཡང་བྱང་ཆུབ་སེམས་དཔའ་ལ་བསྟོད་པའི་སྨན་པ་ཡིན་པ་ཡིན་ཙང་ཐེག་དམན་ཞིག་ལབ་ཀྱི་ཡོད་པ་རེད། དེ་ནས་ཐེག་ཆེན་ལབ་ན་གཞན་དོན་གྱི་ཁུར་ཆེན་པོ་དང་ལྡན་པའི་ལམ། ཁོ་རང་དང་པོ། སྡུག་བསྔལ་ལས་ཐར་བར་འདོད་པའམ་འཁོར་བ་ལས་ཐར་བར་འདོད་པའི་ཀུན་སློང་གོ་རང་གཞན་ལ་དམིགས་ནས་གཞན་སེམས་ཅན་ཐམས་ཅད་རང་ཇི་བཞིན་དུ་སྡུག་བསྔལ་གྱི་ནང་དུ་གནས་པ་དེ་ལ་མ་བཟོད་པར་དེ་ལ་སྙིང་རྗེ་སྐྱེས་ནས་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པར་འདོད་ཀྱི་ཡོད་པ་རེད་ཡིན་ཙང་གཞན་དོན་གྱི་ཁུར་ཆེན་པོ་དང་ལྡན་པ་ཡིན་ཨོ་དེ་འདྲ་ལབ་ཀྱི་ཡོད་པ་རེད།